ཨ་མདའ། ང་ར་བོ་ཆེ་ཡིན་ན་རེད་བ། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་དམིགས་བསལ་གྱི་ཆབ་སྲིད་གང་ལོག་ལ་ཞིའོ་ཅི་དབྱིང་ཡོད་ངེས་དང་ཀྲོང་ཧྭ་ཡོད་ངེས་ཀྱི་དབྱིམ་ནས་ཆ་ནི། ཁ་བཟང་ངེས་ཀྱི་བརྙན་ཐུང་གཅིག་ནང་ལོག་ལ་འཕྲད་སྟངས་ཐད་ཀ་རྒྱང་བསྲིངས་གཅིག་ནང་ལོག་ལ། བློ་བཟང་དབང་རྒྱལ་འདྲ་བོ་གཅིག་ལ། ཨ་ནི། ཁོ་རང་ལ་ཡ་སྡིངས་ཆ་བཀྲོངས་བཅུག་བཅས་ཁོ་རང་ལ་ཡ་སྐད་གྲགས་བཟོ་ཡ་གི་ཆགས་གཞི་ཁོ་རང་མེད། དེ་འདྲའི་ང་དགའ་སྐད་མེད་འབི་འདི་ཚོ་དྲན་ལ། སོང་ཙང་འདི་གང་ལོག་ལ་མ་བཤད་ན་བསམ་བསམ་བྱེད་པ་སོ་སོ་གི་ཡིན་ན་མི་ཚོ་ལ་འབོད་སྐུལ་བྱེད་པའི་སོ་སོ་ཡིན་ན། འདི་གང་ལ་ཞེ་དྲག་རོགས་ཅིག་ཤེས་ཀྱི་མེད། ད་ཡིན་ན་ད་རིང་ད། བདམས་ཐོན་གྱི་སྲིད་སྐྱོང་ཚོགས་གཙོ་ཟུར་བ་སྤེན་པ་ཚེ་རིང་གི་རྒྱབ་སྐྱོར་པ། ཨ་ནི་རྒན་ལགས་བཀྲ་ཤིས་བདེ་ལེགས་རྡོ་རྗེ་ལགས་བཀའ་བཀྲ་ཤིས་བདེ་ལེགས་ལགས། བདམས་ཐོན་གྱི་སྲིད་སྐྱོང་ཚོགས་གཙོ་ཟུར་བ་སྤེན་པ་ཚེ་རིང་ལགས་ཡག་རྒྱབ་སྐྱོར་བྱས་དེ་ང་དང་དགའ་མོས་བྱས་དེ་ང་ལྷག་པར་དུ་ཨ་རིའི་ནང་ལོག་ནས་ཡོད་ཡོད་ཞེས་པའི་སྐུ་ཚབ་དོན་ཆེན་ཡིན་ཡིན་བྱས་བྱས་བཤད་འགྲོ་དེ་ངས་གི་ཨ་ནི་བ་གབ་བྱས་ལ་ཡག་བྱམས་མ་སྒྲོག་དགོས་ནི་ཨ་ནི་དགོངས་ང་གླེང་ཡག་བྱས་ནི་ཅི་བཤད་བཞག་རེད་བཀའ་ཤག་གི་དེ་འདྲའི་བྱེད་དགོས་རེད་སོ་སོ་དེ་ངའི་སྙན་པོ་དེ་ཡག་པོ་ཞིབ་ཐོངས་སུ་ད་ང་རང་གི་བྱ་མ་སྤྲོད་ནས་སྒོ་ང་ལེན་ཡག་གི་འབད་བརྩོན་འདི་ང་ཡས་ཀས་བྱས་འདི་ཡོད་ད། རེད་བ། ད་ཡང་ད་ང་རང་ཚོ་གི་གལ་ཆེ་ཤོས་ལ་བསམ་མནོ་གནང་རོགས་ལ་བཞག་དགོས་ཡ་འདི། ག་རེ་བཞག་དགོས་དགོས་བར་ཟེར་བ་ཡིན་ན། ད་ངས་ད་ག་ར་ཡིན་ད་བྱ་མ་སྤྲོད་ནས་སྒོ་ང་ལེན་ཡག་གི་འདི་སྐད་ཆ་རེད་ད། ད་ཡང་ངས་འདི་ངས་ཀས་འདི་ཁོ་རང་གི་སྐད་ཆ་བཤད་བ་འདི་སྙན་པོ་རོགས་ཐོང་བྱས་ངས་འདི། ལག་ལེན་འཁེལ་ཡག་གི་འབད་བརྩོན་རོགས་བྱས་འདི་ཡོད་སོང་ཙང། ད་ལྟ་ང་རང་གཙོས་ཀྱི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱིས་གཏན་ལ་འཁེལ་བའི་ཀྱི་སྲིད་ཇུས་དབུ་མའི་ལམ་རྐྱང་གོ་རིམ་ཅན་དགོངས་སེལ་ཞིག་སོང་གི་དེ་ལ་ཡང་བོད་རྒྱ་ཆེ་བོད་མི་མང་རེ་ལྷག་པར་དུ་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོགས་ལ། སྤྱི་འཐུས་མཆོག་གིས་མང་མོས་ཀྱིས་ཡང་ནི་དེ་ལ་ཡང་ཐག་གཅོད་གནང་བཞག་པ་དེ་ལ་ཡིན་ད་ཡིན་སོ་སོ་ཡིན་ན་རྗེས་སུ་ཡི་རང་ཡོད་སོ་སོ་ཡིན་ན་དངོས་གཙོའི་རྫུས་སུ་ཐོག་ནས་རྒྱབ་སྐྱོར་བྱས་དེ་ངས་ཡིན་ན་ཡི་རང་བ། བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་ཡང་ཁ་བརྡའི་བཅའ་ཡག་ལ་སོགས་པ། ཨ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོགས་ལ་ཡོད་བྱ་བའི་གི། དེའི་སྐབས་ཀྱི། སྲིད་སྐྱོང་སྐུ་ངོ་བློ་བཟང་སེང་གེ་ལ་ཡ་མཚན་སྨད་ཞུ་ཡག་ཆེད་དུ་ལ་ཟུར་དུ། ཟླ་བ་ཚེ་རིང་ནི་གཙོས་པའི་གི་ཟླ་བ་ཕུན་སྐྱིད། སྒྲོལ་མ་ཚེ་རིང་ཁོ་ཚོ་དྲན་གི་དབུས་མའི་ལམ་བྱེད་ཅེས་བཙུགས་བྱ་བ་འདི་ལ་དུས་རྟག་ཏུ། ཡིད་ཆེས་མེད་སྐྱབས་བཅོལ་མེད་བྱས་ཚེ་ངས་གལ་དེ་རིགས་ཕྱི་ཐག་ཐོག་པོ་གང་ནས་བཤད་ཡ་ཡིན། གང་ཞིག་ལགས་ན་ཁོ་ཚོ་ཁྲི་མི་མང་གིས་མཁྱེན་དགོས་དགོས་རེད་ད། བློ་བཟང་དབང་རྒྱལ་དང་ནིའུ་ཡོག་ནང་ལ་ཡོད་ཤ་བའི་དབུས་མའི་ལམ་གྱི་ཚོགས་གཙོ་གིས་ཨ་ནི་བརྙན་ཐུང་དེ་སྤྱི་ཚོགས་དྲ་ལམ་ལ་འགྲོ་དུས་ཙམ་པ། ད་རིང་ཁོ་རང་ཚོ་གིས་བཤད་ཤ་བའི་འདིའི་སྒང་ལོ་ལ་ལན་འདེབས་མཁས་དགོས་ཞིག་མེད་ཁོ་རང་ཚོ་གི་རྒྱབ་མདུན་གྱི་དམིགས་ཡུལ་འདི་རྣམ་པ་ཚོ་གིས་མཁྱེན་དགོས་དགོས་རེད། ཁོ་རང་ཚོ་གི་བཙུགས་བཞག་བའི་གི་དབུས་མའི་ལམ་དང། ཨ་ནི་བློ་བཟང་དབང་རྒྱལ་གི་ཁོ་རང་ཚོ་གི་སེམས་པ་ནང་ལ་ཡོད་བཞག་བའི་སྐད་ཆ་དེ་ཁོ་ལྷ་སྲུང་མ་ཡོད་ཚོ་རང་འོ་མའི་འོ་མ་དོན་གི་ཡོད་རེད། ཁོ་ཚོ་གི་ཚོགས་པ་བཙུགས་པ་ཡིན་ན་རེད་ལས་འགུལ་སྤེལ་བ་ཡིན་ན་རེད་ཁོ་རང་ཚོ་ཡིན་ན་ར་བ་རེད་བ་ཆགས་པས། ལས་འགུལ་དེ་སྤེལ་ཚོགས་པ་དེ་སྤེལ་ན་ང་ལ་ཁེ་ཕན་འདི་ཡོད་རེད། དེ་འདྲའི་གཅིག་གི་ལྟ་བ་གིས་དེ་འདྲའི་གཅིག་གི་རྒྱབ་མདུན་གྱི་དམིགས་ཡུལ་གྱིས་ནི། ཚོགས་པ་འདི་བཙུགས་པ་ནས་གཞི་གཅིག་ཁོ་རང་ཚོ་བསམ་གཏན་དོན་བསྒྲུབས་ཡོད་མ་རེད་བས་ཟེར་ན་བསྒྲུབས་ཡོད་རེད། ཉིས་སྟོང་བཅུ་དགུ་ནི་ཁོ་རང་ཚོ་གི་བཙུགས་པ་ནི་སུ་ནི་རེད་བ། ཉིས་སྟོང་ཉིས་རྩ་གཉིས་ནང་དུ་ལ་ཁོ་རང་ཚོ་གི་སྤེན་པ་ཚེ་རིང་གིས། ཆོས་ཞི་གཉིས་ཀྱི་གར་སོ་གོང་དང་ཆབ་སྲིད་ཀྱི་དབུ་ཁྲིད་སྒང་དུ་ལ་སྐྱེལ་ཐུབ་ཡོད་རེད། སོང་ཙང་དེའི་ནང་ཤེས་གཅིག་གིས་ད་ལན་འདིའི་ནང་ལོག་ལ་ར་བ་ཅིག་བརྒྱབ་ཡོད་འདུག་རྒྱལ་སྤྱི་བོད་མི་མང་བརྒྱད་ཅུ་དགུ་བཅུ་ཐམ་པ་གིས་རྒྱ་ནག་ལ་ཡ་དགག་པ་རྒྱག་སྟེ་རྒྱ་ནག་ལ་ཡ་ནི་དོགས་ལན་བྱས་ནས་འགྲོ་བསྡད་ཡ་དེ། ང་རང་ཚོ་བསྟན་པ་ཆབ་སྲིད་གཉིས་བོད་ཀྱི་བསྟན་པ་ཆབ་སྲིད་གཉིས་ལ་ཡ་ཕན་ཅི་ཐོག་མ་ཡོང་བ་བསམ་རྗེས།

བློ་བཟང་དབང་རྒྱལ་ཕོ་ལོ་རྨོ་ལོ་རེད་ནག་རིག་རེད་རྒྱ་གར་རེད་བལ་པ་རེད་གལ་དཀོན་ཅི་མེད་མཁས་པ་ཅི་ཡི་མེད་མཁས་པ་ཅི་ཡི་མེད་རེད་བ། ཡིན་ནས་ཁོ་རང་འདྲ་བོ་ཅིག་མི་ཅིག་ག་འདྲས་འདྲ་བོ་ཅིག་རེད། ཁོས་གི་དེ་རིགས་སྐད་ཆ་བཤད་ཡ་དེ་ཁོ་རང་གི་སེམས་པ་དེང་ནས་སྐད་ཆ་བཤད་དགོས་ཡོད་རེད་ད་ཁོ། སུས་གི་སྐུ་ཚབ་བྱས་ནས་སྐད་ཆ་བཤད་དགོས་རེད་དེ་ཁས་འགོ་དགོས་ཡོད་རེད། ད་རེས་ད་རིང། བྱ་མ་སྒྲོག་ནི་དགོས་ང། དོན་གཅོད་ལས་ཁུངས། ཕྱི་རྒྱལ་ཡུལ་གྲུ་འགའ་ན་ཡོད་བཞག་པ་ན་ནི་གལ་ཆེ་ཤོས་གཅིག་འདི་ཨ་རིག་གི་འདི། ཆབ་སྲིད་ཀྱི་ཐོག་ནས་རེད་དཔོན་ཆོས་སྡེ་ཁུག་ཐོག་ནས་རེད་ག་ཅི་ཐོག་ནས་ཡིན་ན། ཨ་རིག་གི་དོན་གཅོད་ལས་ཁུངས་འདི་གནད་འགག་ཆེ་ཤོས་ཀྱི་ལས་ཁུངས་ཅིག་ཆགས་ཡོད་འདུག་ཨ་ནི་སྤྱི་ཟླ་གསུམ་པའི་གྲོས་ཆོད་ཚོགས་འདུ་བརྩམས་པ། ངས་རྒྱལ་སྤྱི་ཟླུ་བཞི་བཅུ་ཞེ་དྲུག་ལ་ཡ། བོད་མི་རྩམ་ཟད་པ་ཡིན་པའི་ཆ་ནས་འབོད་སྐུལ་ཡིན། སྤྱི་བཏང་ནས། ཚོགས་གཙོ་གསུམ་པ་སྤེན་པ་ཚེ་རིང་ཆབ་སྲིད་ཀྱི་དབུ་ཁྲིད་ཆགས་ཚར་བའི་རྗེས་ལ་ས་གནས་ས་ཐོག་ན་ལོ་ལ། ད་ནི། ལས་བྱེད་སུས་བསྐོས་དང་མ་བསྐོས་ཟེར་མཁན་དེ་ཁོ་རང་གི་བདག་དབང་ཆ་ཚང་རེད། འདི་གང་ལོ་ལ་ཡིན་རྙེད་ཐེ་ཚོམ་ཅི་ཡང་མེད། ཡིན་ནའི། ད་རིང་གི་སྐབས་འདིའི་ནང་ལོ་ལ་ཨ་རིའི་དོན་རྐྱེན། བཀོལ་བྱ་བྱས་ཡོད་འདུག་ད་ནི་བཀོལ་བྱ་གནང་སྟངས་དེ་འགྲོ་ལུགས་འགྲོ་སྟངས་དེ་རྟག་པར་བསྡད་ཡོད་དང་ཡོད་མ་རེད། འདི་ཕྱི་དྲོ་བཞི་བཅུ་ཞེ་དྲུག་གི་ད་རེས་ཕྱི་ཟླ་སེར་པོའི་གསུམ་པ་གི་གྲོས་ཚོགས་ཚོགས་འདུའི་གྲོས་ཚོགས་ནང་ལ་ངེས་པར་དུ་དྲི་བ་ཞིག་དྲིས་ཆ་འདི་གང་རུང་ལ་ངེས་པར་དུ་བགྲོ་གླེང་གནང་རོགས་གནང། བ་ག་ཡིན་ཟེར་ན། སྐུ་སྒེར་དོན་གར་ཟེར་བ། དོན་གཅོད་ལས་ཁུངས་འདྲ་པོ་བྱས་ན་སྐུ་སྒེར་ཡིག་ཚང་དང་དགའ་འདེབས་ཕོ་བྲང་དང་ཐད་ཀར་འབྲེལ་བ་ཡོད་བ་གི་ལས་ཁུངས་ཅིག་ཆགས་ཡོང་འདུག་ཨ་ནི་ཚོགས་གཙོ་ཟུར་བ་སྤེན་པ་ཚེ་རིང་གིས་ཨ་རིག་གི་དོན་གཅོད་ཡག་བསྐོ་བཞག་བྱས་འདུག་དགའ་འདེབས་ཕོ་བྲང་དང་འབྲེལ་བ་བྱས་ཡོད་རེད་ཡོད་མ་རེད་ད་ག་ནས་ཤེས་ཅིག་ད་གང་ལྟར་དོན་རྡོག་པོ་སྙན་པོ་ག་རེ་བཤད་ན་མ་བཤད་ན། བསྐོས་ཤག་བསྐོས་ཡ་བསྐོས་ཡ་འདི་ཁོ་རང་གི་བདག་དབང་རེད་དེ་ལ་ཡ་ང་དྲི་བ་གས་མེད་དོགས་པ་རྣམ་རྟོག་གས་མེད་ཡིན་ནས་བསྐོ་སྟངས་གི་རྒྱུ་རིམ་ཇི་ཡོད་ར་རྒྱུ་རིམ་འདི་ཏག་ཏག་དེ་ཡོད་ར་ཡོད་མ་རེད་དེའི་གང་རོགས་ལ་ངེས་པར་དུ་སྤྱི་འཐུས་གྲོས་ཆོག་ད་རེས་ཕྱི་ཟླ་གསུམ་པ་གི་སྤྱི་འཐུས་གྲོས་ཆོག་ནང་ལོགས་ལ་བགྲོ་གླེང་གནང་རོགས་བྱས། དེ་ནས་ད་རེས་ཡ་ང་ལ་ཡ་རྒྱབ་སྐྱོར་མ་གནང་དགོས་གི་སོགས་ཀྱི། ཨ་ནི་བཀའ་ཤག་གི་ཡི་གེ་རེད་ཁྱེད་ཀྱི་ངག་ལ་ཡར་ཞུ་ཅིག་བཏང་ཡོང་གི་འདུག་ར། རྟ་མགྲིན་ཚེ་རིང་ལ་ཚོད་ལྟ་བྱེད་ཡ་ཆེ་ར་ཚོད་དཔག་བྱེད་ཡ་ཆེ་ལྗིད་གོག་བཅའ་ཡ་ཆེ། ཁྱོད་རང་ཚོ་ནོར་གི་ཡོར་ད་ཟེར་བ། ཆབ་སྲིད་ལ་དོ་སྣང་བྱ་མཁན་མི་ཅི་ཡིན། ཁྱོད་རང་ཚོ་གི་མ་བཀྲམ་ཤ་བའི་གི་འབྲུ་བུ་ཅིག་ཡོད་ར། བྱ་ཟིམ་དགོས་ང་ནི་བྱིའུ་ཟིམ་དགོས་དགོས་ཡ་ན་མ་འདྲེ་གཏོར་ཨ་ནི་འདྲེ་འདི་ཟ་ག་ཡོང་དུས་ཟིམ་གི་ཟིམ་ག་ཅིག་ཡོད་ར། རྟ་མགྲིན་ཚེ་རིང་ཁྱོད་རང་ཚོ་གི་གཏོར་བྱ་རྒྱུ་འདྲེ་འདུས་ཟ་ག་ཡོང་གི་མ་ར་ད། ག་དུས་བཅས་ཡོང་གི་མ་རེད་ད། ཆབ་སྲིད་གང་དོ་སྣང་ཡོང་མཁན་མེད་ཅི། ཞབས་ཕྱི་ཞེའུ་གཅིག་ཤིང་གི་མེད་ད། ཡིན་ནས་ངའི་ར་བ་ཡིན་དེ་རིང། ཚོགས་གཙོ་ཟུར་བ་སྤེན་པ་ཚེ་རིང་ལ་ཡང་དམག་མི་ཟུར་བ་གཅིག་ཡིན་པའི་ཆ་ནས་སྲོག་བླུ་རྒྱག་ནས་ར་བ་ཡིན་རེད་བ། ད་ལྟ་ཐུག་ཐུག་སྤྱི་ཚོགས་ནང་ལོག་ལ་སྐྱབས་འགོ་རུམ་རྗེས་འཚེ་མེད་ཞུ་ངེས་དེ་ཚོ། ཨ་ནི་ད་རིང། ཁྱོད་རང་གིས་བཀའ་ཤག་གིས་ཨ་ནི་སྔོན་བརྡ་ཡིན་ཡིན་ཆད་ཅིག་ཡི་གེ་བཀྲམས་ཡོད་རེད། ངའི་ར་བ་ཡིན་ད་ས་བླུ་ཡིན་ད། མི་ལ་རང་རྗེས་དུ་དཔེ་ཐོག་མེད། ལྷག་བསམ་འདི་ཚོ་དགང་བློ་ལ་ལག་ལེན་འཁེལ་བའི་གི་ར་བ་ཡོད་ཡིད་ཆེས་ཡོད་ཁྱོད་རང་ཡང་ཁྱོད་རང་གི་ཞིབ་དགའ་བྱེད་གི་ཡིན་གཟིགས་བར་བ་སོང་ཙ་འདི་གང་འདི་ཡི་གེ་འདི་ཁྱོད་རང་ཚོ་གི་མ་གཅིག་གི་ཡིག་ཐོག་གང་ནས་མ་བཀྲམ་བྱ་བའི་རྗེས་ལ་ལག་ལེན་འཁེལ་དགོ་དགོས་རེད་རྒྱབ་སྐྱོར་ཡོད་བཀའ་ཤག་ལ་མཐར་གཅིག་ཏུ་རྒྱབ་སྟོད་ཡོད་ཡིན་ཉེས་ཐེ་ཚོམ་མེད་བ་རྒྱབ་སྐྱོར་ཡོད་རྒྱ་མགོ་རུམ་ཙེ་ལ་ང་དང་ང་འདྲ་བོ་སུ་འདྲ་བོ་གཅིག་གི་ཁ་བཏང་གི་འདུག་ན་འདི་ཚོ་དགང་བློ་ལ་ལག་ལེན་འཁེལ་དགོ་དགོས་རེད་སོང་ཙ། དེ་གང་ལོག་ལ་སྐྱབས་བཅོལ་ཡོད་ད། བཀའ་ཤག་ཚོགས་ལ་དེ་ཞུ་ཡ་ཡིན། ཨ་ནི། རེད་ད་ད་རིང་གི་དུས་ཚོད་འདིའི་ནང་ལོག་ལ་ང་རང་ཚོ་གི། སྤྱི་ཚོགས་དྲ་ལམ་ནང་ནི་མང་པོ་ཅིག་ཤེས་ངེས་ཡོད་རེད་ཤེས་ངེས་ནང་ནི་ང། ཁ་རི་ཁ་བཏུ་རེད་ཁ་རི་ཁ་བཏུ། གྲི་རྒྱག་བ་ནང་བཞིན་ཤེས་གི་རེད། ཕོག་པོ་ཞི་བའི་རེད། བཀའ་ཤག་གི་ད་རིང་ཡི་གེ་ཇི་མ་བཀྲམ་ཡོད་འདུག་ཡི་གེ་འདི། ཧཧ། ཐད་ཀར་ཞུ་བའི་ཡིན་ན་ཡི་གེ་འདི། ལན་འདེབས་རེ་ང་ལ་རེ་བ། ཡིན་ནས་བཀའ་ཤག་གཙོ་ལ། གང་དག། དེ་གམ་གཅིག་གི་སྒུག་ཆོས་རྒྱབ་ཐུབ་གི་ཡོད་བཀའ་ཤག་གཙོ་ཡིན་ནས། ང། དེ་གཅིག་སྒུག་ཆོས་ཐེག་གི་འདུག་བསམ་ས་རོགས་གཅིག་སྤོ་བ་ཡོད། དགའ་བསུ་ཡོད། སོང་ཙང་དེ་ཨ་རང་ཡིན། ཨ་ཚང་མ་ལོ་ཐུགས་ཆེ། ལྷག་པར་དུ་རྒྱ་གར་ནང་ལ་བཞུགས་དེ་སྔའི་བོད་མི་ཚང་མ་ལོ། ཨ་ནི་སོ་སོ་སྐུ་གཟུགས་ལ་ཡག་ཐུགས་ཅག་གནང་རོགས་བྱེད་ཁྱི་རྗེ་ནང་ལ་ཡོད་དེ་སྔའི་དེ་ཚོ་ཡིན་ན་ནག་ཚགས་བྱུང་བ་ཡིན་ནས། ཞེ་དྲག་ཞེ་དྲག་གཅིག་གི། འདྲེ་ཇི་ལྟར་འདི་ལྟ་སུ་ཡིན་ན་ན་ཚ་བྱུང་ན་དཀའ་ལས་ཡོད་དེ་ཡིན་ན་ཕྱི་རྒྱལ་སྡེ་ངན་དེ་ཚོ་རྒྱ་གར་བརྩིས་བ་ཡིན་ན་དེའི་རྗེས་ཅིག་གི་དཔལ་འབྱོར་དང་ཅིག་གི་སྨན་དང་མཐུན་རྐྱེན་ཐོག་ནས་ཡག་ག་ཡོད་འདུག་ཞེ་དྲག་ཟེར་ཅིག་གི་དེ་འདྲས་ཡོད་མ་རེད། ལྷག་པར་དུ་རྒྱ་གར་ནང་ལ་བཞུགས་དེ་ངས་ཚོ་ཨ་ནི་སོ་སོ་སྐུ་གཟུགས་ལ་ཡང་ཐུགས་ཅག་གནང་རོགས་བྱས་ཞུ་ཡ་ཅིག་དང་ཨ་ནི་ད་རང་ཡིན། ལ། དུས་རྟག་ཏུ་ཤེས་བ་ནང་བཞིན་ཡིན་བུད་མེད་ཅིག་ཡིན་པའི་ཆ་ནི། ཨ་ནེ་རྣམ་པ་ཚོ་ཚང་མ་ལོ་ལ་ང་དང་ངའི་ནང་མིར་རྒྱུས་ནས་གསལ་བ་ཡོད། བསྟན་འཛིན་བློ་བཟང་ལགས་སྐུ་ཅི་དགོངས་དག་དག་ང། ཞེ་དྲག་དུས་ཚད་འདི་གལ་མེད། ཨ་ནེ་བསྟན་འཛིན་བློ་བཟང་ལགས་དགོངས་དག་དག་ང་ཐུན་རིང་གི་ཡོད། སོ་སོ་ལས་ཀར་འགྲོ་རིང་དུས་ཚད་རེ་བ་ཇི་དྲན་སོང་འདི་གའི་ཨ་ནེ་དུས་ཐུང་མ་སོང་དགོངས་འགལ་མེད་བ་བཅས་བསྟན་འཛིན་བློ་བཟང་ལགས་ལ་ཞུ་གི་ཡོད། ཨ་ནེ། བོད་པ་ཅིག་ཡིན་པའི་ཆ་ནི། བོད་བསྟན་པ་ཆབ་སྲིད་གཉིས་བོད་རྒྱལ་ཁབ་ལ་ཡང་ཞེན་སྒོ་ཡོད་ངེས་ཀྱི་མི་གཅིག་ཡིན་པའི་ཆ་ནས། རྣམ་པ་ཚོ་མཉམ་འདོགས་ཡིན་དྭགས་པ་རང་ཚོ་ཚང་མ་བོད་རྒྱལ་ལོ། བོད་རྒྱལ་ལོ། བོད་རྒྱལ་ལོ།